གཞན་དེ་བ་དེ་གཅིག་ག་རེ་བྱུང་ཟེར་ན་ད་ད་རིག་གང་ལ་ཀུ་གུ་ཤུན་དུ་གཉིས་ཀྱི་ཁྱི་རྒྱུད་བླ་ཆེན་རྣམ་པ་ལ་སྐུར་འདེབས་བྱེད་མདོག་དེ་ཚོ་ལ་ད་ད་འདི་བཀའ་ཤག་རེད་བདེ་སྲུང་ལས་ཁུངས་འགན་ཁུར་རེད་ཟེར་སྒུག་དགོས་དུས་མ་ད་ཆོས་རིག་ལས་ཁུངས་ཆོས་རིག་བཀའ་ལན་བཀའ་ལན་ག་རེ་ཕུལ་ཟེར་ངས་དེ་ཧ་གོ་མ་སོང་ཧ་གོ་ན་མ་གོ་བ་རྩིས་སྤྲད་ཞུ་དང་ཁོང་ཚོ་གི་ཏག་ཏག་བྱེད་གི་ཡིན། མ་ཚད་པས། དེ་ནས་ཤིན་ཏུ་བདེ་མཆོག་འགན་འཁུར་དགོས་རེད་བཀའ་ཤག་གཅིག་པོ་རེད་མ་འདུག་ཟེར་ལགས་ཞུ་དེ་དངོས་གནས་ཡིན་གྱི་རེད་ཡིན་ན་ད་ངས་དེ་རིགས་འདི་ན་རྩིས་སྤྲད་གི་ཡིན། རྩིས་སྤྲད་བ་དེ་ཡང། པ་དེ་ད་འདི་བཀའ་ཤག་འདི་གི་སླད་ཚབ་པའི་རྗེས་ཟེར་ཞུ་འགྱོ་རེད། དེ་ནས་ཤིན་ཏུ་གང་འགན་འཁུར་བ་ཡོད་དེ་བདེན་པ་རེད་དེ་འདི་མདུན་ནང་ད་ལྟ་དེ་ངོ་དེ་ནང་བླ་ཆེན་ཡོངས་སུ་འཛུགས་པ་ལ་མཚོན་དཔེ་བྱས་ནས་སྨན་པའི་ཆོས་རེད་འདི་ནང་ཤིན་ཏུ་རིགས་གཅིག་གིས་པ་དེ་ཚོ་ཚོ་ཆོག་ངོ་དེ་ནང་གཤེགས་བྱས་ནས་གཏོང་ཉེ་བ་འདུག་ཏེ་ཚད་སྨིག་དགོས་ན་སྨིག་ཆོག། ད་ངས་བླ་ཆེན་ལ་ཚིག་སྐུར་འདེབས་བྱས་རེད་ཟེར་ན་ད་པ་དེ་ཚོ།

མཚན་སྨོས་ནས། སྐུ་འདས་བྱས་སོ། བྱེ་བ་མ་ཚད་དིང་རིགས་ཀྱི་ཚུགས་པ་བཙུད་ནས། ཕྱི་རྒྱུད་ཤིང་ཚ་དེ་བྱས་བྱས་གི་མི་འདུག་ཕྱི་རྒྱུད་བླ་ཆེན་ལ་སྙན་ཤལ་བྱ་དགའ་ར་ཙམ་ནས། ཚུགས་པ་བཙུད་ཡོད་དེ་འདུག་ད་དེ་ཚོ་ངས་རྩིས་སྤྲད་བཞག་ཡོད། མ་ཕྱི་ཟླ་དགུ་པའི་ནོར་ལུག་ལ་ལ་ལས་འདི་འདི་འདི་བཏགས་ཡོད་ལ་ཉེ་ཞིག་ཆོས་རིག་དཀའ་ལས་ཀྱི་ངེས་པར་དུ་བྱེད་རུ་གྱིས་བྱེད་ཀྱིས་བྱེད་ཀྱི་ཡོད། མ་གཏོགས་དེ་ནས་འདྲ་ཆགས་ཆགས་བཤད་དོན་རྩ་རུ་ནས་མ་ནོར་བྱེད་ཀྱི་ཡོད། ཀྱིས་དེ་ཡིན་ད་རྩིས་སྤྲད་ཚར་ཡིན་ད་དེ། མི་གཉིས་ཀྱི་མིང་བཏོན་སོང། ད་དེ་ག་དེ་ང་ལ་རྒྱབ་སྐྱོར་བྱེད་མཁན་རེད་ཅེས་གསུང་གི་འདུག་ང་ནི་ཕལ་ཆེར་སྔ་མ་ནས་ལབ་སྟེ་ང་ལ་རྒྱབ་སྐྱོར་བྱེད་མཁན་ངས་ཁྱེད་རང་རྒྱབ་སྐྱོར་བྱེད་རོགས་བྱས་ཟེར་མི་གཅིག་བཀོད་མེད་ད་ད་རིང་འོས་བསྡུ་དེ་ནང་ལོག་ལ་མི་གཅིག་མི་གཅིག་ལ་ཁ་པར་བཏང་མ་མྱོང་ད་སུས་ག་རེ་བཤད་ཀྱི་ཡོད་ན་མེད་ན་ཉན་གི་མེད།

མིང་གཉིས་སྟོན་ངེས་དེ་གའི་དེ་ལ་ང་ཚོ་འབྲེལ་བ་ཞུ་གི་ཡིན་ཕྱི་ནང་ཚོ་གིས་ད་ལྟ་བར་དུ་འདུག་འདུག་འདུག་ཞེས་གནང་ཡོད་ད་གནང་གནང་བ་ཚོ་ག་རེ་ག་རེ་ག་རེ་ག་རེ་བྱས་འདུག་དེ་གའི་ཚང་མ་ང་ཚོ་ལྟ་ཆོག་གི་རུ་བ་ག་རེ་བཤད་འདུག་ག་རེ་བྲིས་འདུག་དེ་གའི་ཚང་མ་བལྟས་ཆེད་དེ་གའི་ཚང་མ་མ་འོངས་པར་མཚམས་འཇོག་བྱེད་དགོས་ཀྱི་འདུག་ཞེས་དེ་ང་ཚོ་ཞུ་ཆོག་ཞེས་ནས་ཞུ་བ་ཡིན།